སྤྱོད་པ། སྤྱོད་པ་ཙམ་ཡང་མ་ཤོར་བར་མཐོང་ནས། འདུ་འཛི་ཅན་རྣམས་ལ་ཡང་སྤྱོད་པའི་སྒོ་ཙམ་ཞིག་བསྟན་ད་དེའི་སྔོན་ལས་བོད་སྔ་རབས་བོད་ཀྱི་གཞུང་རྣམས་ལ་དེ་འབྲེལ་གྱི། ཁ་གསོ་རེ། སྲིད་བུ་ཅེས་དང་གསལ་ཁ་ཅིག་བཏོན་མེད་པ་ཡིན་པ་ཡིན་གསུངས་ཙང་ད་རྗེས་དང་ཉིད་ཅེས་འབོད་ཀྱི། ཁ་སང་ག་འདིའི་གོང་ཞུས་པ་ནང་བཞིན་གྱི་ད་ས་འོག་ལ་གཏེར་སྟོན་པ་ནང་བཞིན་གྱི་སྔོན་མའི་ལས་བྱེད་ཆེན་པོ་གིས་ད། ཁ་གསོ་རེ། འོ་དེ་འབྲེལ་གྱི་ནི།

ད་གང་ལྟ་བྱས་ངེད་རང་ལ་བཅུ་ཡི་བདག་མེད་རྟོགས་པ་ཡོད་པ་དེ་དགོངས་འགྲེལ་གྱི་དགོངས་པ་རེད་དམ་མ་རེད་ཟེར། ངེད་རང་ལ་བཅུ་ཡི་བདག་མེད་རྟོགས་པ་ཡོད་པ་དགོངས་འགྲེལ་གྱི་དགོངས་པ་ཡིན་ནའང་བྱས་པ་དང་འགལ་འགྲོ་གི་འདུག་ཟེར། དགོངས་པ་མེད་ན། ངེད་རང་བཅུ་ཡི་བདག་མེད་རྟོགས་པ་འདི་དུས་དགོངས་འགྲེལ་གྱི་དགོངས་པ་མ་ཡིན་ན་འདི་དུས་དགོངས་འགྲེལ་གྱི་སྐབས་སུ་གཞན་དབང་ཀུན་བཏགས་ཀྱིས་སྟོང་པ། གཞན་དབང་ཀུན་བཏགས་ཀྱིས་གྲུབ་པ་དག་ང་ཚོའི་ངོ་བོ་དང་ཁྱད་པར་ལ་ཀུན་བཏགས་པའི་ཀུན་བཏགས་རང་གི་མཚན་ཉིད་གྲུབ་པ་འཛིན་མི་འཛིན་པ། དེ་གི་ཆོས་ཀྱི་བདག་འཛིན་གྱི་རྩ་བ་བཤད་ནས་གང་ཟག་གི་བདག་འཛིན། གྲངས་པ་དེ་གས་ནི་ཉོན་མོངས་པ་ཆེ་དེ་གི་དབང་གིས་ལས་བསགས་ནས་འཁོར་བ་ལ་འཁོར་ཚུལ་ཤེས་བྱ་ཅི་ལྟར་དེ་ཡིན་གསུངས་ཙང། ཨ་ནི་དེས་འཁོར་བ་སྤངས་པ་ལ། ཆོས་ཀྱི་བདག་མེད་རྟོགས་དགོས་ཀུན་དང་རྟོགས་དགོས་ཀུན་ཡོད་ན་ཉན་རང་དུ་དག་པ་ཐོབ་པ་ལ་ཡང་ཆོས་ཀྱི་བདག་མེད་རྟོགས་དགོས་པ་དང་དགོངས་འགྲེལ་རྣམས་ཏེ་དོན་ཡོད་ཀུན་དང་ཤེས་ན་དེ་ཡིན་པ་ཡིན་གསུངས་ཙང། དགོངས་འགྲེལ་གསུང་དང་འགལ་འགྲོ་གི་འདུག་ཉན་རང་ཆོས་ཀྱི་བདག་མེད་རྟོགས་པ་མེད་ཅིག་ལབ་ཡང། དག་པ་ཐོབ་པ་ལ་ཡང། ཆོས་ཀྱི་གང་ཟག་ཁོའི་རྩ་བ་ཁོའི་རྩ་བ་གི་རྩ་བ་དང། ཇི་ས་ཐ་དོ་བ་ཆོས་ཀྱི་བདག་མེད་རྟོགས་དགོས་པ་གསུངས་བཞག་ཅེ་ན་དེ་རྣམས་འགལ་འགྲོ་གི་འདུག་གསུང་གི་ཡོད་རེད་བ། ད་འདི་མ་ཀློག་བཞག་ན། ད་འདི་སེམས་གཅིག་གི་མ་ཀློག་བཞག་ན་མི་གོ་ཡ་ཁེ། ནས་ངས་སུ་འདྲ་ཞིག། དགོངས་འགྲེལ་ལས་གཞན་དབང་ལ། གཞན་དབང་ལ་ཀུན་བརྟགས་ཀྱི་ངོ་བོ་ཉིད་དང་དངོས་པོར་ཞེན་པས་སུས་འདོད་གང་ལ་ཡང། ངོ་བོ་དང་ཁྱད་པར་ལ་ཀུན་བརྟགས་པའི་ཀུན་བརྟགས། ཁྱོད་ཀྱིས་བདག་ཏུ་གྲུབ་པར་འཛིན་པའི་བདག་འཛིན་དེ་གིས། ཉིན་མོ་བ་སྐྱེད་བྱེད། ཉིན་མོ་བ་དེའི་དབང་གིས་ལས་བསགས་ཀྱི་དེ་ནས་འཁོར་བར་གོ་ལ། དེ་འདྲ་ཡིན་པ་ཡིན་སོང་ཙང། གཞན་དབང་ལ་ཀུན་བརྟགས་ཀྱི་མཚན་ཉིད་ངོ་བོ་ཉིད་མེད་པར་མཐོང་ནས་དེ་དག་རིམ་པ་བཞིན་དུ་ལྡོག་པར་སོང་ནས། ཕྱི་ནང་ཉན་རང་དང་བྱང་སེམས་གསུམ་གས་རང་འདི་ཉིད་དང་སྒྲུབ་པ་འདི་ཉིད་ཅེས་མྱ་ངན་འདས་པ་ཐོབ་པས་ཐོགས་པས་དེ་དག་གི་རྣམ་པར་དག་པའི་ལམ་དང་རྣམ་པར་དག་པ་ཡང་གཅིག་སྟེ་གཉིས་སུ་མེད་པར་གསུངས་ཤིང་གཞན་དབང་ཀུན་བརྟགས་ཀྱི་སྟོང་ཚུལ་སྔར་བཤད་པའི་གཞན་པར་མ་གསུངས་སོ། དེའི་ཕྱིར་ཉན་རང་གིས་ཉན་རང་གིས་ཀྱིས་ཉན་རང་གིས་ཀྱང་ཆོས་ཀྱི་བདག་མེད་རྟོགས་པ་འདུ་ཡི་དོན་དུ་ཞེས་དང་མི་ཞེས་ཐ་དད་ཀྱི་ཁོང་དུ་ཆུད་པ་ན་ཉན་རང་གིས་ཆོས་ཀྱི་བདག་མེད་ཐོབ་པ་དེ་ནི་དོན་དགོངས་འགྲེལ་དགོངས་པ་རེད་དམ་མ་རེད་ཞེ་ནའང་ཐུན་མོང་མ་ཡིན་པར་བཤད་པ་དང་འགལ་ལ། མི་ཞེས་སྣང་བ་ན་དགོངས་འགྲེལ་གྱི་གསུང་མི་འདུག་དེ་ན་རྣམ་པར་དག་པའི་ལམ་དང་རྣམ་པར་དག་བྱེད་ཀྱི་ལམ་གཉིས་སུ་མེད་པ་ཡིན་གསུང་ཡང་དོན་དག་ག་རེ་རེད་ཅེས་གསུང་ཡོང་གི་རེད་བ། ལམ་འདི་གཉིས་དང་ཟུར་དུས་སྐབས་ལས་གཞན་བ་ཀུན་བཏགས་ཀྱི་སྟོང་པ་བཏུས་པའི་ལམ་འདི་གཉིས་དང། སྒྲུབ་པ་འདི་ཉིད་ལ་བརྟེན་ནས་དེ་སྒྲུབ་པའི་སྒྲུབ་པ་ཉམས་སུ་བླངས་པ་ལ་བརྟེན་ནས་མྱ་ངན་ལས་འདས་པ་ཐོབ་པར་གསུངས་འདུག་བ་ཅི་ན་དེ་གཉིས་སོང་ཙང་རྣམ་པར་དག་བྱེད་ཀྱི་ལམ་དང་རྣམ་པར་དག་པའི་ལམ་གཉིས་པོ་དེ་གཅིག་ཏུ་མེད་པ་གང་ཟེ་གཅིག་དེ་གཉིས་སུ་མེད་པ་སོ་དུས་ག་ལ་ཡ། ག་རེ་སོ་གོ་རེ། ད་གང་ཅི་ཉེ་དུའི་དང་རང་སངས་རྒྱས་དང་བྱང་ཆུབ་སེམས་དཔའ་གྱི་ལམ་ཉམས་སུ་བླངས་ནས་ཐར་པ་ཐོབ་རྒྱུ་ཡོད་པ་དེ་གོ་ས་ལ་ཡ། གྲུ་བའི་འབྲས་བུ་ཐར་པ་ཐོབ་པ་ལ་ཡ། ག་རེ་སོ་གོ་རེ། གཉིས་སུ་མེད་པ། ཚང་མ་ལ་ཡང་ཐོགས་རྒྱུ་ཡོད་པ་སྐྱིད་པ་གསུངས་འདུག་ཅེ་ན་དེ་ཡིན་གསུངས་ཙང་ངས་རང་ཆོས་ཀྱི་བདག་མེད་ཐོབ་པ་ཡོད་པ་ཀླད་འདུག་འདུག་ས་དོགས་གཅོད་དེ་རྩོད་པ་དེ་ཀླད་ཡིན་སྐོར་ད་རྩོད་པ་དེ་ལ་ལན་རྒྱག་ངོ་དུས་འདི་ལ་ཞང་ཟེར་ནི་ཡང་ངོ་བོ་དང་ཁྱད་པར་དུ་གཏོགས་ངོ་བོ་དང་ཁྱད་པར་དུ་གཏོགས་པ་དང། རིལ་བུར་མཛེས་པའི་སྣང་སྟོང་གི་སྣང་སྟོང་གི་སྣང་སྟོང་གི་རྨིས་པ།

ཁྱོད་ཀྱི་སྡང་འཛིན་གང་སྡང་འཛིན་དྲངས་ཅིག། གང་ཟག་གི་སྡང་འཛིན་དེ་གིས་ད་ལྟ་ང་ཚོ་སྣང་སྟོང་གི་རྨིས་པའི་དངོས་པོ་སྤྲུལ་པའི་གནས་སྐྱེ་ལ་སོས་ཏེ་གར་འཆམ་ཏག་ཏག་ཏུ་ཞིང་བལ་གྱི་རྟོག་པ་དེ་སྐྱེད་ཅིག། དེ་ལ་བརྟེན་ནས་འཇིག་ལྟ་སྐྱེ་དེ་གིས་ཉོན་མོངས་གཞན་རྣམས་སྐྱེས་ནས་འཁོར་བར་འཁོར་བར་སོང་བཞག་ཅེ་ན་དེ་ཡིན་གསུངས་སོ་ད་དེའི་འཁོར་བ་ལ་འཇུག་པའི་རིམ་པ་དེ་ཡིན་ད་ལྡོག་པའི་རིམ་པ་གསུངས་ཡོད་འདི་འཚོ་བ་ཡོད་དང་ཡོངས་སུ་ཤེས་པ་བཞི་གིས་སྟོང་ནས་སྣང་སྟོང་གི་གཟུང་ཡུལ་དོན་མེད་པར་ཤེས་ནས་འདི་ལྟར་ལྡོག་པར་སོང་བཞག་ཟེར་ཏེ། འཚོ་བ་བཞི་དང་ཡོངས་སུ་ཤེས་པ་བཞི་ཡི་སྒོ་ནས།

ཡིན་ན་ཡང་དེ་ཆོས་ཀྱི་བདག་འཛིན་ཁོ་བོའི་རྩ་བ་ཡིན་གསུང་གི་ཡོད་མ་རེད། འཁོར་བ་སྤངས་པ་ལ་ཆོས་ཀྱི་བདག་མེད་ཡར་རྟོགས་དགོས་གསུང་གི་ཡོད་མ་རེད། བྱས་ཙང་ཆོས་ཀྱི་བདག་མེད་རྟོགས་སོང་ན་ཨ་ནི་འཁོར་བ་སྤངས་ཐུབ་གི་རེད། ཨ་ནི་གང་ཟག་གི་བདག་འཛིན་ཟད་ཐུབ་གི་རེད། འཁོར་བ་ལ་འཇུག་པའི་རིམ་པ་ཡིན་ན་ཆོས་ཀྱི་བདག་འཛིན་གྱི་གང་བདག་འཛིན་དྲང་ཐིག་གི་ཉོན་མོངས་པ་སྐྱེས་ནས་ནི་ལས་བསགས་ནས་འཁོར་བ་ཁོ་བོ་ཡོད་པ་དེ་འདྲི་གི་ཡོད་རེད་བ་བྱས་ཙང་དེ་ཡིན་གསུང་ཙང་ཡིག་ཆ་ན་བཅས་པ་ཡིན་ན་ཆོས་ཀྱི་བདག་འཛིན་ཁོ་བོའི་གཞི་རྩ་མཐའ་རྟོགས་པ་ཡིན་པ་མ་གཏོགས་ཁོ་བོའི་རྩ་བ་མ་ཡིན་གསུང་པ་རེད་བ་བྱས་ཙང་དེ་ང་ཚོ་གསེར་ཕྲེང་སྐབས་ལྔ་པ་ནས་བཟུང་ཡང་ན་ཚང་མ

ཉན་རང་ལ་ཆོས་ཀྱི་བདག་མེད་རྟོགས་པ་མེད་པར་གཞི་ངན་གྱི་གནས་གྱུར་ཅེས་པའི་དབུ་མ་པ་ཚང་མ་ལ་གཅིག་པ་རེད། སེམས་ཙམ་པ་ལུགས་ལ་ད་ག་རང་གཅིག་པ་རེད། དེ་ལ་ཆོས་ཀྱི་བདག་འཛིན་ཟེར་ན་གང་ཟག་གི་བདག་འཛིན་ལྡོག་ཀྱང་ཆོས་ཀྱི་བདག་འཛིན་མ་ཟེར་ན་གང་ཟག་གི་བདག་འཛིན་མི་ལྡོག་པ་མེད་པས་ཁོ་བོས་ཕྱི་ཐ་ཐོ་བ་མ་བློ་རྒྱུ་འཁོར་བ་ལས་སྤྲོ་བ་མི་དགེ་བློ་དང་དེ་ཁ་ཐོ་ལ་འོག་པ་ལས་སྤྲོ་བ་ནི་ལུང་གི་དོན་དག་སྟེ་ཁོ་བོའི་རྩ་བ་གཅོད་པའི་གང་ཟག་གི་བདག་འཛིན་གྱི་རྩ་བ་ཡིན་པ་ལ་དགོངས་པའི་ཕྱིར་རུ་གསུངས་ཡོད། ཅེས་དང་ཁོ་བོའི་རྩ་ཐ་ཐོ་བ་རེད་ཟེར་གྱི་རེད་མ་གཏོགས་ཁོ་བོའི་རྩ་བ་མ་རེད། ཁོ་བོའི་རྩ་བ་མ་ཡིན་པ་དག་གསེར་ཁྲིའི་ནང་ལ་ཀ་ལྔ་པའི་ཁ་ཐོ་སེར་བུ་ཅིག་ནས་གསུངས་ཡོད། དེ་སྲིད་ཅེས་ནི། དོགས་གཅོད་སྣང་ཡང་དོགས། དེ་ཡི་ཕྱིར་ལང་དང་གཉིས་བཅས་པ་ནི། གཞན་དབང་ཀུན་བཏགས་ཀྱི་མཚན་ཉིད་ཀྱིས་སྟོང་པས་རྟོགས་པའི་ལང་ལ་བྱེད་ཀྱང་ཆོས་ཀྱི་བདག་མེད་ཀྱི་ལང་ལ་བྱ་མི་དགོས་ཏེ་ཅི་སྟེ་ལང་དང་གཉིས་བཅས་པ་དེ་ལ་ཡང་ལང་དེ་ལ་ཡང་གང་ཟག་གི་བདག་མེད་ཀྱི་དབང་དུ་བྱས་པའི་མཚན་ཉིད་སོང་ལ་བསམ་བཏང་ནས་དེས་གཞན་དབང་ཀུན་བཏགས་ཀྱི་སྟོང་པ་བཟོས་ཏེ་རང་རྒྱལ་ཐོབ་པའི་རྫས་ཡུལ་སྤྲུལ་པའི་སྟོང་བའང་དེས་ཀྱང་ནི་འགྲིག་གི་རེད་ཅེ་ན། ཡིན་གྱི་མིན་གྱི། ཆོས་ཀྱི་བདག་ཏུ་སྤྲུལ་པའི་སྟོང་བ་ལ་དགོས་ཡོད་མ་ཤེས་ན་བྱ་མི་དགོས་ཏེ་གཞན་དབང་ཀུན་བཏགས་ཀྱི་སྟོང་པ་ལ་གང་ཟག་གི་བདག་མེད་ཀྱི་དབང་དུ་བྱས་པའི་ཞེས་པ་ཡང་ཀུན་ལས་བཏུས་ལས་གསུངས་པར་བྱར་རོ། དེ་རྗེས་དེ་ནས་གང་ཟག་གི་བདག་མེད་རྟོལ་བའི་ཉོན་མོངས་པ་དག་པར་བྱས་པ་དང་ཉོན་མོངས་པ་སྤངས་པ་ཙམ་གྱིས་བདག་གིས་ང་ཚོས་རྣམ་པར་དག་པའི་རྣམ་པར་དག་པའི་ལམ་དང་རྣམ་པར་དག་པ་ཡང་གཅིག་ཏུ་གཅིག་ཏུ་སྟེ་གཉིས་སུ་མེད་པ་ཡིན་གསུང་ཡང་དེ་ཡང་གོ་བ་ག་རེ་རེད་ཟེར་དུས་ག་ལ་ཡང་ཐར་པ་ཐོབ་པ་ལ་ཡིན་གྱི་མི་ཆོས་ཀྱི་བདག་མེད་རྟོལ་བའི་སྐད་ཆ་མ་རེད་ཟེར་བ་ན་གཉིས་སུ་མེད་པ་གཅིག་ཡིན་ས་ཡང་ག་རེ་རེད་ཟེར་དུས་གང་ཟག་གི་བདག་མེད་རྟོལ་བའི་རྟོགས་པའི་ཤེས་རབ་དེ་ནི་ཉོན་མོངས་པ་དག་པར་བྱས་པ་དང་ཉོན་མོངས་པ་སྤངས་པ་ཙམ་གྱིས་སྣང་འགྲུས་ཐོབ་པ་དེ་ལས་ཐར་པ་ཐོབ་པ་ལ་ཡང

འཁོར་ལོ་དང་པོ་བདེ་ཆེན་ཆོས་འཁོར་གྱི་དེ་གསུངས་ཀྱི་ཡོད་རེད་བརྗོད་བྱ་དེ་ཆགས་ཀྱི་ཡོད་རེད། དེ་རྗེས་དེའི་ཕྱིར་འཁོར་ལོ་དང་པོ་གསུངས་པའི་གདུལ་བྱ་ནི། གང་ཟག་གི་བདག་མེད་ཀྱི་དབང་དུ་བྱས་པའི་མཚན་ཉིད་ངོ་བོ་ཉིད་མེད་པར་རྟོགས་པའི་སྣོད་དུ་རུང་ལ། ཅེ་ན་འཁོར་ལོ་དང་པོའི་ཕྱིར་གདུལ་བྱ་ཉིད་དུས་དེ་ཉིད་བཞག་གོ་ཡིས་གསུངས་ཙང་དེའི་གེགས་ནི་གང་ཟག་བདག་མེད་དབང་དུ་བྱས་པའི་མཚན་ཉིད་ཟུང་དུ་རྟོགས་དགོས་རེད་མ་གཏོགས་ཆོས་ཀྱི་བདག་མེད་དབང་དུ་བྱས་པའི་མཚན་ཉིད་ཟུང་རྟོགས་དགོས་ཡོད་མ་རེད། དེ་འདྲ་ཡིན་པ་ཆོས་ཀྱི་བདག་མེད་དབང་དུ་བྱས་པའི་མཚན་ཉིད་ངོ་བོ་ཉིད་མེད་པར་རྟོགས་པའི་སྣོད་དུ་རུང་བ་སྣོད་དུ་མི་རུང་བ་ལ་གསུངས་པ། དགོངས་འགྲེལ་གྱི་ཤུགས་ཀྱིས་འགྲེལ་བས་ཅེ་ན་དེ་ཡིན་གསུངས། འཁོར་ལོ། དེ་དག་སེམས་ཙམ་པའི་འདོད་ཆགས་རིགས་ཅན་དབང་རྟུལ་ལ་སྦྱར་བ་ཡིན་ན། དབང་རྟུལ་དེ་གིས་ཐེག་པ་ཐམས་ཅད་ལ་ཡང་དག་པར་ཞུགས་པ་ཡིན་གསུངས། ཙང་བྱེད་ཙང། འཁོར་ལོ་བར་པའི་དགོངས་པ་རྟོགས་པ་ལ་ཡང་ཆོས་ཀྱི་བདག་མེད་ཀྱི་དབང་དུ་མཚན་ཉིད་གསུམ་རྟོགས་པ་ལ་ཡང་འཁོར་ལོ་ཐ་མའི་དགོངས་པ་འགྲེལ་བ་ལ་ལྟོས་ནས། འཁོར་ལོ་བར་པའི་དགོངས་པ་དངོས་སུ་རྟོགས་ནས

ཨ་མ་གཉིས་ནི་ཐེག་པ་ཆོས་ཉིད་སོ་སོ་བ་འདི་ནི་སྙིང་གའང་འོག་ཏུ་བཤད་པའང་གསུང་ཡང་སྦྱོར་བ་འོག་ད་དེ་གི་དོན་དག་ཟེར་ན་མི་འདུག་འོག་འདི་དེ་བྱས། ད་དེ་ནས། ད་རྩོད་པ་དང་པོ་དེ་ཚར་ཞིག་ད་འདི་དུས་དགུང་འབྲེལ་གཏང་གི་ཡོད་རྩོད་པ་དེ་ཚར་ཞིག་ད་རྩོད་པ་གཉིས་པ་དེ་དབྱིན་ཉིག་གི་གཞུང་གཏང་གི་ཡོད་རྩོད་པ་དེ་རེད་བཞག་ད་དེ་ཡང་མ་ཀློག་བཞག་གི། གལ་ཏེ་ངོ་བོ་དང་ཁྱད་པར་དུ་བཏགས་པ། བཟོ་རྩལ་མཛད་ཆེན་གྱི་ཀུན་བཏགས་ཀྱི་སྟོན་པའི་སྐབས་ཐམས་ཅད་དུ་གཞན་དབང་ཉིད་སྟོང་རྒྱུའི་ཞལ་ནས་དེ་སྔ་མ་ཉིད་ཡིན་པའི་ཚུལ་གྱིས། སྟོན་པ་ཡུངས་འབྲུ་དུ་བྱ་དགོས་ན། དབྱིན་གཉིས་ཀྱི་ཡོངས་བཟུང་སྣོད་བཅུད་ལས་སོང་ཡང་ག་རེ་ཟིན་ན་དེ་ཀ་ནོ་ན་རྡོག་རྡོག་ག་རེ་སོང་གི་ཡོད་རེ་ཟིན་ན་ཁ་ཅིག་གིས་རྩོད་པ་རྩོད་ཡ་དེ། གཞན་དབང་སྟོང་རྒྱུའི་ཞལ་ནས་དེ་ཀུན་བཏགས་ཀྱི་སྟོན་པའི་སྟོན་པ་འདི་ལ་ཡ་ཡུངས་འབྲུ་ཞེས་པ་དེ་འཐད་གི་མི་འདུག་ཟེར་ན་དེ་ལྟ་སི་སྟོན་གི་ཡོད་རེད་བ། ཁ་ཅིག་གིས་རྩོད་པ་རྩོད་ཡ་ད་དགོངས་འགྲེལ་གྱི་སྐབས་སུ་ང་ཚོས་གཞན་དབང། ཆོས་ཀྱི་དམ་པའི་ཡུངས་འབྲུ་ཞེས་ཡོད་ནི་གཞན་དབང་ངོ་བོ་དང་ཁྱད་པར་ཀུན་བཏགས་པའི་ཀུན། ཁོ་ན་རང་གི་མཚན་ཉིད་དཀྲིས་པའི་སྟོང་བ་གཞན་དབང་སྟོང་ཆེན་བཤད་ནས་ཀུན་བརྟགས་ཀྱི་སྟོང་བ་ཅན་ལ་ཡང་ཆོས་ཀྱི་བདག་མེད་ཡོངས་གྲུབ་གསུང་དགོས་རོ། ད་དེ་འདྲ་སྣོད་འབྱུང་གི་ཡོངས་སུ་སྣོད་འཇོག་གི་ནང་ལོགས་ལ་ཡང་དབྱིངས་ཉིད་ཀྱི་མཛད་པ་བཀྲལ་བའི་ཡོངས་སུ་སྣོད་འཇོག་གི་ནང་ལོགས་ལ་ཡང། ཡོངས་གྲུབ་ཀུན་བརྟགས་དང་གཞན་དབང་གི་སྟོང་པ་ཅན་ལ་གསུང་ཡོང་གི་འདུག་ཟེར་ན་དེ་ཡིན་སོང་ཙང་ཨ་ནི་ད་ལྟ་དེ། ནུ་དུ་དགུ་འབྲེལ་དང་འགལ་འགྲོ་གི་འདུག། འོ་ད་དེ་དེ་ཡིན་སོང་ཙང་དབྱིངས་ཉིད་ཀྱི་ནང་ལོགས་ལ་ཡང།

ནི་དཀོན་བརྟགས་ཀྱི་སྟོང་པ་ཅན་ལ་བཞག་ཡིན་ཞེ་ན་དེ་དང་འགལ་འགྲོ་ཀུན་ཏུ་བ་ས་དེ་ལའོ། ཐ་དེ་ལ་ཡང། ལན་དེ་ལ་ཡང་རྟགས་མ། ལན་དངོས་དེ་འོག་ལ་ཡོངས་གྲགས་འདི་ཀ་ཏོ་ལ་མ། ལོག་གཞན་དག་ལན་དེ་ལ་དེ་ལ་རྣལ་འབྱོར་སྤྱོད་པ་པ་དང་དབུ་མ་པ་སུ་ཡི་བློ་ལ་ཡང་ཆོས་ཀྱི་བདག་མེད་འབྱུང་འགྲོ་གཏན་ལ་འབེབས་པ་ན་སྟོང་ཆོས་གང་ལ་བཞག་དགོས་པ་ན་ཆོས་ཀྱི་བདག་འཛིན་གྱི་གཞི། གང་ལ་ཆོས་ཀྱི་བདག་ཏུ་བཟུང་བ་དེ་ལ་རག་ལས་ཏེ་ཞེ་ན། ཆོས་ཀྱི་བདག་ཏུ་གྲུབ་པ་འཛིན་ཚད་ཀྱི་གཞི་དཔེར་ན་གཞན་དབང་སྟོང་ཆོས་བཞག་ནས་ཆོས་ཀྱི་བདག་ཏུ་གྲུབ་པ། ངོ་བོ་ན་ཁྱབ་པ་ཀུན་དང་རང་གི་མཚན་ཉིད་གྲུབ་པ་འཛིན་ཡུལ་ནི་སྟོང་ཆོས་གཞན་དབང་རེ་མ་གཏོགས། སྟོང་གཞི་གཞན་དབང་དེ་ཉིད་ཀུན་བཏགས་རང་གི་ཚིག་ངན་དྲོ་བར་འཛིན། སྟོང་ཡང་དེ་ཡོངས་གྲུབ་གཞན་དབང་དུ་ཀུན་བཏགས་ཀྱིས་སྟོང་པ་ལ་སྦྱར་ན་ཇི་ལྟར་འགལ་འགྲོ་གི་རེད། ཇི་ལྟར་སྔོན་མ་བ་དན་གྱི་སྤྱོད་པ་སུའི་བློ་ལ་ཡེ་ནས་གང་ལ་བདག་ཏུ་གྲུབ་པར་འཛིན་ས་ཀྱི་གཞི་ཏིག་གིས་འཛིན་པ་ལྟར་བཞིན་གྱི་འཛིན་པ་ལྟར་གྱིས་གྲུབ་པའི་སྟོང་བ་གཅིག་ལ་བདག་མེད་ལབ་ཀྱི་ཡོད་རེད་མ་གཏོགས་འོ་དེ་ག་ཟེར་གི་རེད།

ཐ་བ་ལས་སྦྲུལ་དུ་འཁྲུལ་ནས་འཇིགས་སྐྲག་བྱེད་ངན་དེ་ལས་ཐ་བ་བར་སྟོང་ཞིག་བཞག་ནས་དེ་སྦྲུལ་རེད་མི་འདུག་གོ་ཐ་བ་རེད་བྱས་ཤིང་བསྟན་བསྒུགས་ཡོད་རེད་མ་གཏོགས་ཐ་བ་སྦྲུལ་གྱི་སྟོང་པ་དེ་སོ་ཁས་ནས་ནི་ཀུན་ད་གཞན་དབང་གཉིས་ཀྱི་སྟོང་པ་རེད་ཟེར་ལ་ནི་སྦྲུལ་རེད་མི་འདུག་ལ་ནི་འོན་ཏེ་འགྲིག་གི་ཡོད་མ་རེད་བ་ཟེར་ད་དཔེ་དེ་རྒྱག་བདེ་རོགས་ཐ་བ་སྦྲུལ་གྱི་སྟོང་པ་སྟོང་ཆེན་ཟེར་ནས་དེའི་ཐ་བ་དང་སྦྲུལ་དོན་ཅན་དུ་ཡོད་པའི་ལྟོ་ངོ་ཞེས་བརྗོད་དུ་མི་རུང་བ་བཞིན་ནོ། ད་ལྟ་གི་ལོ་ཡ་འདིར་ཁྱོད་ཀྱི་བདག་འཛིན་ཡང་རྡུལ་ཕྲ་དྲག་ཕྱོགས་ཀྱི་ཆ་མེད་དང་དེའི་ས་པའི་གཟུང་བ་དང་དེའི་དབང་གིས་ཆ་ཤས་མེད་པའི་ཤེས་པ་སྐད་ཅིག་མ་དང་དེས་བཏུས་པའི་རྒྱུན་གྱི་ཤེས་པ་ཡོད་པར་འཛིན་པ་ལྟ་བུ་གྲུབ་མཐའི་བློ་འགྱུ་བ་ཁོ་ན་གྱིས་བཏགས་པ་རྣམས་ནི། གྲུབ་མཐའ་མ་དེ་དག་ཁོ་ན་ལ་ཡོད་ཀྱི་སེམས་ཅན་གཞན་ལ་ཡང་མེད་དོ་དེས་ན་དེ་ཙམ་ཞིག་མེད་པའི་སྟོང་པ་གཏན་ཡང་ཐོབ་མ་མེད་པ་ན་རྗེས་སུ་སྤྱོད་པའི་ལྷན་སྐྱེས་ཀྱི་བདག་འཛིན་ལས་ཅི་ཡང་མི་ནུས་པས་སོགས་ཡོངས་རེ་ཆོད་ན།

ཞེས་པའི་མདོའི་དབང་བཞི་ཆ་ཤས་མེད་པའི་བྱེད་པ་སྐད་ཅིག་མ་དང་རྒྱུན་མཐུད་པ་སོ་སོའི་ཀ་ཡ་ཚང་མ་དེ་ཕྱི་དོན་འགོད་པའི་ཡན་ལག་རེད་མ་གཏོགས་ཕྱི་དོན་འགོད་པའི་རིག་པ་དངོས་མ་དག་གལ་སྲིད་ང་ཚོས་དེ་ཕྱི་རོལ་ཡུལ་ལ་འདུས་པའི་གཟུང་འཛིན་རྫས་ཆེན་འགོག་པ་ཁ་ཏོན་ཞུས་ཚར་བ་དེ་ཕྱི་དོན་འགོད་པའི་ཡན་ལག་རེད་མ་གཏོགས་ཕྱི་དོན་འགོད་པའི་དངོས་བྱ་དགོས་ཡོད་མ་རེད་དེ། ཨ་ནི་ག་རེ་ཟེར་དགོས་རེད།

གཞན་དབང་འདི་ཙམ་ལ་བདག་ཏུ་འཛིན་པས་དེ་ཉིད་སྟོང་ཕྱི་རོལ་གསུམ་ནས་སྟོང་པ་གཏན་ལ་འབེབས་དགོས་ཀྱི་ཡོངས་གྲུབ་ལ་ངོ་བོ་ཉིད་གཞན་གཉིས་དོན་གྱི་འདུ་ཡོད་དོ་སྙམ་དུ་གཟུང། གཟུང་ནི་འཁྲུལ་བ་མེད་པའི་ཕྱིར་ན་ཡོངས་གྲུབ་ངོ་བོ་ཉིད་གཞན་གཉིས། དོན་གྱི་འདུ་ཡོད་པའི་སྟོང་ངོ་ཞེས་བདག་མེད་གཏན་ལ་འབེབས་པ་ག་ལ་ཡིན། ཆོས་བདག་ཡོད་པར་འཛིན་པ་ཡང་ལ་ལ་མི་ཡོད་པར་འཛིན་པ་ལྟ་བུ་དོན་གཞན་ཞིག་འཛིན་པར་མི་ལྟའི། ད་འོ་ན་ཆོས་ཀྱི་བདག་དེ་སྤྲོས་པ་འཛིན་ཚུལ་འགའ་རེ་ཟིན་ན་རང་གི་སེམས་དང་ཕྱི་ཡི་ཡུལ་དང། ནང་གི་ཡུལ་ཅན་དུ་སོ་སོ་སྦྱང་བྱ་ལྟར་སྣང་བ་ནི་ཇི་ལྟར་གཟུང་བ་སྣང་བ་བཞིན་དེ་བདེན་དུ་གྲུབ་པར་འཛིན་པས་གཟུང་གོ་ད་ཆོས་ཀྱི་བདག་འཛིན་དེ་ལ

དེ་འདྲ་ཞིག་སླད་ཡིན་དགོས་མདོག་བྱས་ན་དེ་ཡི་སྙིང་པོ་དེ་ལ་ཡུལ་རྐྱེན་དང་སྣང་བ་ལས་གཟུང་འཛིན་རྫས་གཞན་དུ་མ་གྲུབ་ཅིང་སྟོན་ཅིག། གཟུང་འཛིན་དོན་གཞན་དུ་མེད་པ། གཟུང་འཛིན་དོན་གཞན་དུ་དེ་ལ་མེད་དོ་ཞེས་སྟོན་པ་མིན་ནོ། དེས་ན་དབུས་མཐའ་གི་འགྲེལ་བཤད་ལོག་ལྡན་གྱི་དབུས་མཐའ་གི་འགྲེལ་བཤད་ལས་སོགས་ལ་གང་དགེ་སློང་གིས་དགེ་སློང་ལ་གསོལ་བའི་གཏོང་བ་དེར་མིན་གྱི་ཐར་པ་སྒྲུབ་བྱེད་དུ་མ་དེ་ཡིན་པར་གསུངས་ཏེ། ཆོས་བདག་གིས་གཏོང་ཚུལ་གཞན་ཡང་དེ་ལྟར་རོ། དེས་ན། འཇིག་རྟེན་ན་འདྲེ་ཤ་ཁུ་གནོད་པ་ལ། བློའི་ནུས་པ་གཏོང་བ་ཞིག་ཏུ་མ་སོང་བ་ལྟར་བྱས་ན་གང་ལ་སྟོང་པ་དེས། བདག་ཏུ་གྲུབ་པར་འཛིན་པ་དེས་ཁྱད་ཀྱིས་བཟུང་ནས་སྟོང་པ་གཏན་ལ་འབེབས་དགོས་རབས་མ་གཏོགས་ཅི་ལ། གནོད་པ་ཤུགས་ཅིག་ལ་བཞག། ཁ་སོས་སྙིང་པོ་དེ་དག་ཤུགས་ཅིག་ལ་བཞག་པ་ཡིན་ན་ཤུགས་ཅིག་ལ་བཟུང་བ་ཡིན་ན་ལོག་ཁ་ཅིག་འགྲོ་བ་ཡིན་དེ་འགྲིག་གི་ཡོད་མ་རེད་གསུང་དགོས་རེད་བྱས་ན་མ་གསུང་བར་གང་ལ་བདག་ཏུ་བཟུང་བའི་གཞི་གཞན་དབང་དེ་ཉིད་ཨང། ཇི་ལྟར་བཟུང་བ་རྣམས་ཀྱིས་ཀུན་བརྟགས་པའི་སྟོང་བ་གཏན་ལ་འབེབས་དགོས་ཀྱི་རེད། ཇི་ལྟར་བཟུང་བ་རྣམས་ཀྱིས་ཀུན་བརྟགས་ཀྱི་བདག་གི་སྟོང་པ་ཡོངས་གྲུབ་ཡིན་པའི་སྟོང་ཚུལ་དེ་འདྲ་བ་དེ་དེ་འདྲ་ཡི་སྟོང་ཉིད་དགོངས་ན། བདག་འཛིན་གྱི་གཉེན་པོར་འགྲོ་བ་ཡིན་གྱི་སྟོང་ལས། ལུགས་དེ་ལས་གཞན་པའི་སྟོང་ཚུལ་གྱི་དགོངས་པ་སྟོང་པ་དགོངས་ན་ནི་བདག་འཛིན་ལ་སྐྱེ་བར་མི་ནུས་ཏོ། སྣོད་འབྱུང་གི་ཤེས་པ་ནི། རྟོག་པ་ལ་འགྱུ་བྱེད་ཀྱི་སྒྲ་སྤྱི་དང་འགྱུ་བྱ་ལ་དོན་སྤྱི་སྣང་བ་ནི་ཀུན་བརྟགས་ཀྱི་དམིགས་དང། གཟུང་བ་གཟུགས་ཀྱི་སྤྱི་བྱེད་ལ་དེ་ལ་དེའི་འཛིན་པའི།

སོ་སོར་རང་གིས་རིག་པས་ཡོངས་སུ་སྤྲུལ་པའི་ངོ་བོ་ཉིད་ནི་ཆོས་ཉིད་ཀྱི་སྨིན་བྱེད་བྱའོ་ཞེས་དང་དེ་ལྟར། ཆོས་དོན་དམ་པ་ཡིད་ལ་བྱེད་པའི་དགུག་མེད་ཞེས་འདུས་བྱས་ཀྱི་མཚན་མེད་དངོས་པོ་མི་སྣང་བ་དོན་དམ་པ་ནི་དེའི་མེ་ལས་ཀུན་རྫོབ་ཏུ་ཡོད་པར་ཤེས་པར་བྱས་ཤིང་ཅེས་འཕགས་པའི་མཉམ་གཞག་གི་ངོ་ན་གཉིས་སྣང་མེད་པ་ལ་གཞིག་པའི་ཕྱིར་ན་དེས་ན། གཞི་ཡི་ལྟ་བ་ཆོས་ཀྱི་བདག་མེད་ཀྱི་ཡོངས་གྲོལ་གཏན་ལ་འབེབས་པའི་ཚུལ་མིན་ནོ། ད་རྣལ་འབྱོར་ནས་གསུངས་པའི་གེགས་འཕགས་པའི་མཉམ་གཞག་ངོ་ན་ཡོད་པ་ཙམ་དང་དོན་དམ་པ་ཡོད་པ་ཞིག་བཤད་ཀྱང། མཉམ་གཞག་གི་དེ་ཁོ་ན་ཉིད། རྟོགས་པར་འདོད་པ་ཐམས་ཅད་ཀྱི་རང་གི་ཡུལ་ཅན་གྱི་ངོ་ན་ཡོད་ཡོད་པར་འདོད་པ་ཁོ་ན་ཡིན་པས་དོན་དམ་པར་ཡོད་མེད་རྩོད་པའི་དོན་དམ་པར་ཡོད་པ་དེ་ག་ལ་ཡིན། ཡན་ལོ་བཅུ་པའི་རིགས་པའི་དཔྱད་བཟོད་དོན་དམ་པར་ཡོད་པ་དེ་བསྟན་མི་ནུས་པ་ནི། སྟོང་ཉིད་སྟོང་པ་ཉིད་དང་དོན་དམ་པར་སྟོང་པ་ཉིད་ནི་འདོད་མ་ཡིན་སྟོང་པ་ཉིད་ཀྱི་སྐབས་སུ་འདི་ལྟར་འདོད་པ་ལ་མིག་གི་ཤེས་ནས་འགག་པ་དུ་མ་བརྗོད་པར་ཤེས་ཏེ་མ་ཡིན་གྱི་ནི་མ་འདྲེས་སོ། ཡོངས་ཀྱི་འདུ་གཉིས་ལས་གཟུགས་ནི་སྣང་མཛད་ཀྱི་བར་རེ་རེ་ལ། ད་མཚན་ཉིད་གསུམ་གསུམ་གྱི་སྣང་ཆ་ཤེས་ནས་སྟོང་ཆའི་རྣམ་དག། དགག་བྱ་ཀུན་བརྟགས་ཀྱི་སྟོང་པ་ཆོས་ཉིད་ཀྱི་ཡོངས་གྲོལ་དུ་བཤད་པས། རྣམ་དག་ཅེས་དམིགས་ཏེ་ཀུན་བརྟགས་ཀྱི་དམིགས་ཀྱི་སྟོང་པ་ནི་ཆོས་ཉིད་དུ་བཤད་དགོས་པའི་ཕྱིར་རོ། མཉམ་གཞག་གི་ངོ་བོ་ན་ལྷག་མ་གཉིས་ཀྱི་ཕྱིར་མ་སྟོང་པ་སྟོང་པ་ན་སྟོང་པ་འདུ་ཡི་དོན་དུ་བཤད་པ་ཡང་ལེགས་པར་མི་སྣང་ངོ། ལྷ་འདི་ལྷའི་དངོས་འདིར་དག། དགོངས་འགྲེལ་དུ་གསུངས་པའི་སྦྱང་བ་ཀུན་བརྟགས་ཀྱི་སྟོང་པ་སོགས་ཡང་སྟོང་ཆེན་སྦྱང་བ་ཀུན་བརྟགས་ཀྱི་སྟོང་པ་སོགས་ཡང་དེ་དང། ཡོངས་གཟུང་གནོད་སྦྱིན་གྱི་ནང་ལོགས་ལ་ཡང། ཡོངས་གྲུབ་ཀུན་བརྟགས་སྦྱང་བ་གཉིས་ཀྱི་སྟོང་པ་གསུངས་པ་དང་འགལ་འགྲོ་གི་འདུག་གསུངས་ཡོད་ནི་དག

ཡོངས་གྲུབ་སྙིང་ག་ཡིན་ལུགས་བཅུད་པའི་རིག་པའི་སྐྱེལ་སོ་དཀར་པོ་ཞལ་གདངས་ཟིན་ནས་ཡོངས་བྱུང་སྣོད་འཇོའི་གདངས་ལོ་ལ་ཡང་གཞན་དབང་དང་ཡོངས་གྲུབ་གཉིས་པོ་དེ་རིག་པའི་སྐྱེལ་སོ་དེ་སྤྲོས་པ་བཀག་འདུག་ཚིག་འདབ་མ་ལོ་ལ་ཡང་གཞན་དབང་དང་ཡོངས་གྲུབ་དེ་ལ་རིག་པའི་སྐྱེལ་སོ་སྤྲོས་པའི་ཆ་དགོས་རོ་ཞེ་ན་དེ་ཡིན་ཟུག་ན་དེ་ཡང་འགྲིག་གི་མི་འདུག་ཟེར། ད་གཉིས་པ་དེ་ལ་ཡང་དབྱེ་གཉིས་ཀྱི་ཡོངས་ཀྱི་འདུ་ཡི་འདུ་ཡི་སྒོམ་པའི་དོན་དགོངས་འགྲེལ་གྱི་བཤད་པ་བཞིན་དུ་བཞེད་དགོས་པ་སྣང་ཆའི་རིམ་པ་ལས་བཤད་པ་དང། བཤད་ཚུལ་ཁྱད་ཤིན་ཏུ་མི་མཐུན་པའི་ཕྱིར་རོ་ཞེ་ན།

བཤད་པ་དང་བཤད་ཚུལ་ཆེས་ཤིན་ཏུ་མི་མཐུན་པའི་ཕྱིར་ཨེ་ཉིད་ཀྱིས་མཛད་པ་མིན་ལ། འོ་ན་སུས་ཀྱིས་མཛད་པར་བྱེད་ན་ཡོངས་ཀྱི་ཡི་གེ་གཉིས་པ་རྣམས་ལས་ད་ག་རི་སི་རའི་ཏང་ཀ་བཀྲ་སེ་ནའི་མཛད་པར་གྲགས་པ་ལྟར་ཡིན་ནོ།